ང་ནི་གང་དག་ཡིན། དེ་བཞིན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དག། སྐྱབས་འགྲོ་དེས་རྨང་གཞི་བྱས་ནས། ནང་གི་ཐལ་དོད་པའི་སེམས་ཅན་མཐའ་དག་ལ་ཕན་བདེ་སྒྲུབ་འདོད་པའི་བློ་བཟང་པོ་ཞིག་སྐྱེས། སྙིང་སྟོབས་ཆེན་པོ་ཞིག་སྐྱེས། འོ་ད་དེ་འདྲ་ཅིག་གི་ཐོག་ནས་ད་གང་དག་རྣམ་དཔྱོད་ལྡན་པ་རེད་དོ། ང་ཚོ་ཚང་མ་བདེ་སྐྱིད་འདོད་ཀྱི་ཡོད་རེད། བདེ་སྐྱིད་མ་ཡོང་ཡང་རུང་ལན་ཚ་དེ་སོ་སོའི་སེམས་རྒྱུད་མ་དུལ་བ་དེ་གིས་བདེ་སྐྱིད་ཡོང་གི་ཡོད་མ་རེད་པ་དང། ས་སེམས་རྒྱུད་དུལ་ན་བདེ་སྐྱིད་མ་འདོད་ནས་བདེ་སྐྱིད་ཡོང་བདེ་རེད་པ་དང། ས་དེ་འདྲ་ཡིན་དུས་ཚ་ནས་བདེ་སྐྱིད་ཟེར་བ་དེ་ཕྱི་ནས་འཚོལ་ཡག་མ་རེད་བདེ་སྐྱིད་ཟེར་བ་དེ་ནང་ནས་ཡོང་དགོས་ཡག་ཆེ་རེད། དེ་འདྲ་ཡིན་པ་ཡིན་དུས་ཚ་ནས་ཨ་གཞན་ཕན་གྱི་བློ་བཟང་པོ་ཅིག་སྐྱེ་ཡག་ཆེ། དེ་ཡོད་ཅིག་གླེན་པ་ཨུ་ཚུགས་མིན་པ་བྱས་ཤེས་རབ་ཀྱི་གྲོགས་དང་བྱས་པ།

དེ་ནས་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་སེམས་དེ་ཡིས་ནི་སེམས་བསྐྱེད་བྱས། འོ་ད། གང་དག་སངས་རྒྱས་ཆོས་མཚུངས་པར་ཤོག་ལོ་ཀ་བཅུ་དགུ་འདི། ད། ཧ་རམ་པའི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་དོན་དག་འདི་རྣམས་ད་བདུད་སྡེ་པའི་སོ་སོའི་ཕྱིར་བསམ་བློ་ཡག་པོ་ཅིག་བཏང། བྱས་དང། སངས་རྒྱས་ཀྱི་བསྟན་པ་སྤྱིའི་གོ་བ་རུ་ཡག་པོ་ཅིག་ཆགས། ཅིག་བསམ་མནོ་གནང་ལ། གུང་རུ་སྒྲིག་བྱེད་ཡོད་པ་ཡིན་ན་སངས་རྒྱས་ཆོས་གསུངས་པ་འདི་གནད་ཆེན་པོ་ཞིག་རེད་འདུག་བ། ད་དེ་ནས་ངས་ཤ་ཆེན་ཆེན་འབྲོག་ལབ་ག་ས་དེ་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་ཕྱི་ནས་ནམ་རྒྱུན་ཁ་ལ་ཡ་ཨེ་ནི་བདག་གི་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ས་རེ་འདིར་ལབ་བསྡད་ཀྱི་འདུག་བ། ད་དེ་བསོད་ནམས་ཀྱིས་ལབ་ན་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་པའི་ནང་ནས་བསོད་ནམས་ཀྱི་ཚོགས་ཙམ་སྨོས་པ་མ་གཏོགས་ཡེ་ཤེས་ཀྱི་ཚོགས་ཚང་གི་ཡོད་མ་རེད། ས་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་ཚེ་ལ་བ་ཡིན་ན་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀ་ལ་བ་དང་ཚངས་ཐིག་ཡར་བྱེད། འོ་ན་ཤོ་ལོ་ཀ་དེའི་ནང་ལོགས་ལ་ཡ་ཡིན་ནི་སྟོང་ཉིད་ཀྱི་སྐོར་ལ་ཁས་མི་འདུག་ག་ཚེ་ལ་བ་ཡིན་ན་སྟོང་ཉིད་སྐོར་མེད་པ་མ་རེད་ད་སྟོང་ཉིད་ལ་གོ་བ་སྟོང་ཟེར་ཡོད་པ་ཅན་ཡིན་པ་ཡིན་ན། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་བ་དེ་ཚིག་དེའི་ཁུལ་དུ་དེ་བདག་ཟེར་བ་ཚིག་གཞི་དུ་མི་འདུག་ག། དེའི་གཤམ་དེ་བདག་གི་སྦྱིན་སོགས་བགྱིས་པས་བགྱིས་པ་སེ་ཡག་གི་བདག་ཅེས་ཐོན་ཡོང་དོ། བདག་སེ་ཡག་གི་ཚིག་འདི་ཐོན་ཡོང་དུས་རྩ་ནས་བསམ་རྟོགས་སུ་བཏང་པ་ཡིན་ན། ད་ལྟ་སྐྱབས་སུ་འགྲོ་མཁན་སེམས་བསྐྱེད་མཁན་གྱི་བདག་ཅེས་མེད་པ་ནི་མ་རེད། ཡོད་རེད། ཡོད་རེད་དེ་ཡིན་ནའི་ང་རང་ཚོའི་བློ་ལ་བདག་ཟེར་བའི་དུ་བ་ཞིག་འདི་གཅིག་ཡོད་དེ་བ་རུ་གཅིག། ཞེས་པའི་དབང་ཆེན་པོ་ཞིག་འདི་འབའ་ཞིག་ལ་ཡོད་བསྡད་པས་སོ། ནོར་བུ་དུ་མ་སོགས་ནི་པའི་རིན་ཐང་ཆེན་པོ་ཞིག་དེ་ཡོད་བསྡད་པས་སོ་ཞེས་ཚིག་གྲུབ་བྱས་ནས་དེའི་ཚེ་རིང་པོ་ཡོང་ཡང། ཨེ་ནི། དབྱངས་གྲུབ་བྱས་པ་ཡིན་ནས་དེ་ཕྱུག་པོ་ཡོང་ཡང། དེ་འདྲའི་བྱང་ཆུབ་ལྷ་ཅིག་བསྒོམ་པ་ཡིན་ནས་དེའི་བར་ཆད་སོང་ཡང། དེ་འདྲའི་ཕྱིར། སངས་རྒྱས་གོ་འཕང་ཐོབ་པར་ཤོག་ཟེར་ཙང་ནི་དེ་འདྲའི་དེ་བདག་དེ་སངས་རྒྱས་ཀྱི་གོ་འཕང་སྐྱོན་དགོས་ཟེར་ཡོན་ཏན་དགོས་ན་སངས་རྒྱས་ཀྱི་གོ་འཕང་ཆགས་རོགས་བྱས་ལ་བསམ་པ་དེ་འདྲ་ཞིག་བློར་ཅིག་སླེབས་མི་འདུག་བ།

ས་བདག་ཟེར་བ་ཚིག་ཏུ་ཐོན་ཡོད་ས་ནས་ཨ་ནི་སྟོང་ཉིད་ཀྱི་ལྟ་བ་བདག་མེད་པའི་ཚུལ་དུ་ཅིག་དྲན་པ་བྱས་ནས་འོ་བདག་ལྟ་མེད་དང་བསམ་པ་ཅིག་བློ་དེ་སླེབས་པ་ཡིན་ན་ཨ་ནི་ཡེ་ཤེས་ཀྱི་ཚོགས་ཀྱི་སྒོ་བཞི་རུ་ཅིག་སླེབས་ཡོང་གི་ཡོད་པ་རེད་ཨོ་འདུག་བྱས་ད་གང་ལྟར་ང་ཚོ་ཆོས་ཉན་ཤེས་རྣལ་དུ་སོང་བ་ཡ་ཨ་བླ་མའི་ངོས་ནས་ཡིན་ནས་སྐྱབས་འགྲོ་སེམས་བསྐྱེད་ཀྱི་ཟིན་པ་བྱས་སློབ་མའི་ངོས་ནས་ཡིན་པ་ཡིན་ན་ཡང་ཨ་ནི་སྐྱབས་འགྲོ་སེམས་བསྐྱེད་ཀྱི།